དེ་ནི་ང་ཚོ་ཕྱི་རོལ་བའི་བདག་འདོད་ཚུལ་གྱི་སྐོར་ལ་འགྲེལ་བཤད་མདོར་བསྡུས་ཅིག་སྤེལ་ཚུལ་ཙམ་ཅིག་བཤད་པ་ཡིན་ན། དེ་ནི་ཕྱི་རོལ་བ་དེ་ལ་གྲུབ་མཐའི་རྣམ་གྲངས་ཧ་ཅང་མང་པོ་ཞིག་ཡོད་པ་རེད། ལྟ་བ་ངན་པ་དྲུག་བཅུ་རྩ་གཉིས་ལ་སོགས་པ་གང་ལྟར། ནང་པ་སངས་རྒྱས་པ་མ་ཡིན་པའི་གྲུབ་མཐའི་རྣམ་གྲངས་ཧ་ཅང་མང་པོ་ཅིག་མཐའ་མེད་པ་མུ་མེད་པ་ཞིག་ཡོད་སྲིད། ཡིན་ན་ཡང། རྒྱ་གར་དུ་སྔར་གྲགས་ཆེ་བ་གྲངས་ཅན་པ་དང་སྤྱོད་པ་པ་དང་དབང་ཕྱུག་པ་སྐྱེ་བོ་པ་ཟེར་བ་ལ་སོགས་པ་གྲུབ་མཐའ་གཙོ་བོ་བཅུ་གཅིག་ལྷག་དེ་འདྲ་ཞིག་ཡོད་པ་རེད། དེའི་ནང་ནས་གཙོ་ཆེ་བ་འགའ་ཞིག་གི་བདག་འདུལ་ཚུལ་མདོར་བསྡུས་ཙམ་ཞིག་བཤད་པ་ཡིན་ན། དྲང་ཆེན་པ་གིས་ནི་བདག་ཟེར་བ་དེ་ག་འདྲ་ཅིག་ཁས་ལེན་གྱི་རེད་ཟེར་ན། བདག་གིས་བདག་ཁོ་རང་གི་ངོ་བོ་ཤི་བ་ཡིན་པ། དེ་ནི་རྒྱུས་མེད་པའི་མི་སྐྱེ་བའི་ཆོས་ཅན། དེ་ནི་ཁོ་རང་ནི་རྒྱུ་ཡིས་མ་བྱས་པའི་རྟག་པ་ཡིན་པ། རྒྱུ་ལས་མ་སྐྱེས་པའི་རྟག་པ་ཡིན་པ། དེ་ནི་འཇིག་རྟེན་གྱི་ལོངས་སྤྱོད་ཐམས་ཅད་འཇིག་རྟེན་གྱི་ཡོན་ཏན་ཐམས་ཅད་ལ་ལོངས་སུ་སྤྱོད་པ་པོ་ཡིན་པས་ས་པ་པོ། དེ་ནི་འགྲོ་བ་ཐམས་ཅད་ལ་ཁྱད་པ་དེ་ནི། བདེ་སྡུག་བཏང་སྙོམས་གསུམ་པོ་གང་ཡང་མ་ཡིན་པ་ཡོན་ཏན་མེད་པའམ་མིན་པ་ཟེར་བ་དེ་འདི་སྐབས་ཀྱི་ཡོན་ཏན་ལབ་ཡ་དེ་བདེ་སྡུག་བཏང་སྙོམས་གསུམ་ལབ་གི་ཡོད་པ་རེད་ཚོར་བ་བདེ་བ་དང་སྡུག་བསྔལ་བཏང་སྙོམས། འོ་དེ་བདེ་སྡུག་བཏང་སྙོམས་གསུམ་གང་ཡང་མ་ཡིན་པ། ད་ནི་ཁོ་རང་གི་ངོ་བོ་དེ་གཞན་ལ་མ་བརྟེན་པའི་གཅིག་པུ་བ། གཞན་ལ་མ་ལྟོས་པ། གཞན་ལ་མ་ལྟོས་པའི་རང་དབང་བ། འང་དེ་ནི་མཐའ་མེད་པ་ཐོག་མའི་མཐའ་དང་མཐའ་མའི་མཐའ་གང་ཡང་ཡོད་པ་མ་རེད། ཐོག་མ་འདི་ནས་བྱུང་བ་རེད་ཟེར་བ་ཅིག་ཡོད་མ་རེད་མཐའ་མ་འདི་ལ་འགྲོ་གི་རེད་ཟེར་བ་ཅིག་ཡང་ཡོད་པ་མ་རེད་ཡིན་ཙང་ཐོག་མ་དང་མཐའ་མ་མེད་པའི་མཚན་ཉིད་དེ་ནི་བྱ་བ་མེད་པ་འཇིག་རྟེན་ཁམས་ཀྱི། གནས་ལུགས་འཇིག་རྟེན་གྱི་ལོངས་སྤྱོད་ལ་སོགས་པ་འདི་དག་ཐམས་ཅད་ཁོང་གིས་བྱས་པ་མ་རེད། ཁོང་གིས་མ་བྱས་པ། ཁོང་ལས་བྱུང་བ་མ་ཡིན་པ་ཡིན་ཙང་ཁོང་ལ་བྱ་བ་ཡོད་མ་རེད་ཁོང་ལ་ལས་ཀ་ཡོད་མ་རེད། ཨོ། དེ་འདྲ་གི་ཆ་ཆུ་དགུ་འདོད་པ་རེད། གང་ལྟར་ཀྱང། ཆ་ཆུ་དགུ་འདོད་ཡང་མདོར་དེད་ན། ནས་རྟག་པ་དང་རང་དབང་བ་ཟེར་བ་དེ་གཉིས་ཀྱི་ནང་དུ་འདུ་གི་ཡོད་པ་རེད་རྟག་པ་དང་རང་དབང་བ། དེ་ནི་སྤྱོད་པ་པ་གིས་བདག་གི་འདོད་ཚུལ་དེ་ག་འདྲ་རེད་ལབ་ན། བདག་གི་ངོ་བོ་དེ་བློའམ་སེམས་པ་ཅན་ཡུལ་ལ་འཇུག་ཐུབ་པ། ཆོས་གང་ཡང་རུང་བ་ཅིག་ཡུལ་དུ་བྱེད་ཐུབ་པ་དེ་འདྲ་ཅིག་རེད་བསྡད་ཡོད་པ་རེད། བེམ་པོ་མ་ཡིན་པ། ཁོ་རང་གི་ངོ་བོ་དེ་གསལ་བ་ཡིན་པ། ངོ་བོ་གསལ་ཞིང་དྭངས་པ་ཡིན་པ། ད་ནི་རྒྱུ་ལས་མ་སྐྱེས་པའི་རྟག་པ་ཡིན་པ། ད་ནི་ཡན་གར་བའི་རྫས་ཡོད་པ་ལམ་ན་ཕུང་པོ་ལས་ལོགས་སུ་རྫས་ཡོད་པ། ཕུང་པོ་མ་ཡིན་པའི་གཞན་པ་གི་ནི་རང་དབང་བ་གི་ཅིག་ཡོད་རེད། ད་ནི་ཁོ་རང་ལ་ཆ་ཤས་ཅི་ཡང་ཡོད་པ་མ་རེད་ཆ་ཤས་གང་ཡང་མེད་པ་རེད། འོ་དེ་འདྲ་གི་ཆ་བཅུ་དྲུག་ཅན་པ་ཅིག་འདོད་ཀི་ཡོད་པ་རེད་འདིའི་ཆ་བཅུ་དྲུག་དེ་ཡང་མདོར་དེད་ན། ཨེ་ནས་རྟག་པ་དང་རང་དབང་བ་ཟེར་བ་དེ་གཉིས་ནང་དུ་འདུ་གི་ཡོད་པ་རེད། ད་ནི་བྱེ་བྲག་པ་གིས་བདག་འདུ་ཚུལ་རེད་བྱེ་བྲག་པ་གིས་བདག་འདུ་ཚུལ་དེ་བདག་ནི་ལུས་དབང་བློ་གསུམ་ལས་དོན་གཞན་དུ་གྱུར་པའི་རྫི། ཨེ་ནས་ལུས་ཡང་མ་ཡིན་པ་བློ་ཡང་མ་ཡིན་པ་ཨེ་ནས་དབང་པོ་ཡང་མ་ཡིན་པ། འོ་དེ་ལས་གང་ལྟར་ཕུང་པོ་ལས་གཞན་པ་ཡིན་པ་དེ་འདྲ་གཅིག་རེད། ད་ནི་བློ་ལ་སོགས་པའི་ཡོན་ཏན་དེ་རྣམས་ཀྱི་རྟེན་དུ་གྱུར་བ། ཨ་ནི་བློ་དང་དབང་པོ་དང་ལུས་དང་ཚོར་བ་ལ་སོགས་པ་ཐམས་ཅད་གནས་ས་ཡིན་པ་དེ་དག་ཐམས་ཅད་གནས་ཐུབ་པའོ་དེ་འདྲ་གཅིག་རེད། ད་ནི་སེམས་མ་ཡེངས་པའི་ངོ་བོ་ཨ་ནི་གང་རང་གི་རང་བཞིན་དེ་སེམས་པའམ་ཡང་ན་ཤེས་པ་མ་རེད། དུ་ནམ་ཡང་མི་འཇུག་པ་རེད། ཨ་ནི་མི་རྟག་པ་མ་རེད་རྟག་པ་རེད་ཟེར་བ་དེ་རེད། ད་ནི་ཐམས་ཅད་དུ་ཁྱབ་པར་འདོད་པ། འགྲོ་བ་ཐམས་ཅད་ལ་ཁྱབ་པ་དང། དུས་གསུམ་ལ་ཁྱབ་པ། དེ་རིགས་ཐམས་ཅད་ལ་ཁྱབ་པ། དེ་འདྲ་གི་བདག་ཅིག་འདོད་ཀྱི་ཡོད་པ་རེད། འདི་གི་ཆ་ཆོས་དྲུག་དེ་ཡང་མདོར་བལྟས་ན་རྟག་པ་དང་རང་དབང་བ་གཉིས་ཀྱི་ནང་དུ་འདུ་གི་ཡོད་པ་རེད། དེ་ནི་སྐྱེས་བུ་དཔག་གི་བདག་འདུག་ཚུལ་དེ། ངོ་བོ་ཤེས་པ་ཡིན་པ། ས་ཞིང་དང་བ་ཆོས་རྣམས་ཡུལ་དུ་བྱེད་ཐུབ་པའི་ངོ་བོ་ཤེས་པ་ཡིན་པ། ད་ནི་རང་བཞིན་རྟག་པ་ཡིན་པ། ད་ནི་དུས་ཐམས་ཅད་དུ་རྗེས་སུ་འགྲོ་བའམ་འཆད་པ། གནས་སྐབས་མི་རྟག་པའི་རང་བཞིན་རེད། གནས་སྐབས་བར་སྣང་ཚོད་ལ་དུས་ཚོད་ལ་སྐྱེས་ནས་རྒས་པ་རྒས་ནས་ཤི་བ་ལ་སོགས་པ་ཡོད་རེད། ཡིན་ན་ཡང་ངོ་བོ་ཁོ་རང་གི་རང་བཞིན་དེ་རྟག་པ་རེད། ཨང་འདི་སྐྱེ་རུ་བ་གིས་བདག་འདོད་ཚུལ་རེད་འདི་ཡང་མཐར་གཏུགས་ན་རྟག་པ་དང་རང་དབང་བ་ཟེར་བ་དེའི་ནང་དུ་འདུ་གི་ཡོད་པ་རེད་ཡིན་ཙང་བདག་འདོད་པའི་བྱེ་རུ་བ་ཐམས་ཅད་རྟག་པ་དང་རང་དབང་བ་གིས་བདག་འདོད་ཀྱི་ཡོད་པ་དེ་འདྲ་གཅིག་རེད། ནང་པ་སངས་རྒྱས་པ་ཡིན་ན་བདག་དེ་ཕུང་པོ་ལ་བརྟེན་ནས་དག་པ་དེ་ནི་བདག་གི་ངོ་བོ་མི་རྟག་པ་ཡིན་པ། ཨོ། དེ་འདྲ་ཅིག་འདོད་དགོས་ཀྱི་ཡོད་པ་རེད། དེ་རིང་གི་སློབ་ཚན་འདི་འདྲ་ཞིག་ནི་མཚམས་བཞག་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།